དེ་རིང་ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་ཚེས་ལྔ་རྒྱལ་བའི་སྐུ་ཡི་བླ་ས་དང་བསྟུན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་དགེ་འདུན་པ་བསྟན་འཛིན་ཕན་བདེ་ལགས་ཀྱིས་རྩོམ་སྒྲིག་གནང་བའི་མཁས་དབང་ཀུན་དྲན་རིམ་བྱོན་གྱི་ལུགས་གཉིས་འཕྲིན་ལས་དང་དགའ་ལྡན་ཕོ་བྲང་གི་ལོ་རྒྱུས་ཅེས་པའི་དཔེ་དེབ་དབུ་འབྱེད་གནང་སོང་བ་དང་འབྲེལ། གངས་ཅན་པའི་ལོ་རྒྱུས་ཀྱི་གཞུང་ལམ་རིང་པོ་འདིའི་ནང་དགའ་ལྡན་ཕོ་བྲང་གི་ལོ་རྒྱུས་ནི་ལེའུ་སྡེ་ཚན་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་ཅེས་གསུངས་སོང། དེ་ཡང་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་ལེགས་བཤད་ཚལ་ཚོགས་ཁང་ནང་དུ་དཔེ་དེབ་དབུ་འབྱེད་སྐབས་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་བླ་དགེ་འདུན་འདུས་པ་རྒྱ་མཚོ་དབུས་པའི་སྐུ་མགྲོན་གཙོ་བོ་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་ལྡན་རིན་པོ་ཆེ་མཆོག་དང། དམིགས་བསལ་སྐུ་མགྲོན་སྐུ་བཅར་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེ་མཆོག་དེ་བཞིན་དགའ་ལྡན་ཕོ་བྲང་གི་དྲུང་ཆེ་འཆི་མེད་རིག་འཛིན་མཆོག་དཔེ་དེབ་རྩོམ་སྒྲིག་པ་བསྟན་འཛིན་ཕན་བདེ་ལགས་ཞུ་དག་པ་རྣམ་གྲྭ་ཕན་བདེ་ལེགས་བཤད་གླིང་གི་སློབ་སྤྱི་ཐུབ་བསྟན་ཡངས་པའི་ལགས་ས་ར་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་ཁྲལ་པ་འབུམ་རམས་པ་ཚེ་དབང་སྟོབས་ལགས་གཞན་ཡང་རང་གཞུང་ཤེས་རིག་ལས་ཁུངས་ཀྱི་འབྲེལ་ཡོད་ཞུ་དག་པ་ལས་བྱེད་སོགས་ཚོགས་བཅར་བ་ཁྱོན་མི་གྲངས་གྱ་ཙམ་ཆེད་བཅར་ཞུས་འདུག།

བསྟན་འཛིན་དཔལ་ལྡན་ལགས་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་རིན་ཐུགས་རྗེ་ཆེ། ད་ལྟ་ངེད་ཀྱི་དེ་གི་དེབ་དེ་གི་ནང་དོན་སྙིང་སྡུག་དག་ཅི་ལང་གི་ད་ལྟ་དེ་ཁ་དེབ་ཀྱི་ཁ་བྱང་ནང་དུ་སེམས་ན་ཞིག་རྒྱལ་དབང་ཀུན་འདྲི་རིམ་བྱོན་གི་ལུགས་གཉིས་ཁྲི་ལེ་དང་ཨ་ན་དགའ་ལྡན་ཕོ་བྲང་ལུས་རྒྱུད་ཟེར་ཞིག་ད་དེ་དོན་དག་ཞུ་བའི་གཙོ་ག་རེ་ཟེར་ན་ད་རྒྱལ་དབང་ཀུན་འདྲི་རིམ་བྱོན་གི་ཨ་ནི
ཆོས་སྲིད་གི་ཁྲི་ལེ་དང་ཚོ་གླིང་ཡིན་དུ་བ་རང་བཞིན་གི་དགའ་ལྡན་ཕོ་བྲང། སློབ་རང་དགའ་ལྡན་ཕོ་བྲང་གི་གཅིག་ལོ་རྒྱུས་རང་བཞིན་དག་དེ་ན་ཆ་དེ་གཅིག་དགའ་ལྡན་ཕོ་བྲང་གི་ད་ལོ་རྒྱུས་ཆེ་ན་ཡང་ཟུར་དུ་བཤད་མཁན་མེད་པ་དགའ་ལྡན་ཕོ་བྲང་གི་ལོ་རྒྱུས་ཅིག་ཡང་གླེང་དགོས་ཡིན་ན་རྒྱལ་བ་ཀུན་གྲོལ་རིམ་བྱོན་གྱི་ཆོས་ཚིག་གི་མཛད་པ་དུ་གས་གླེང་ཡང་མ་གཏོགས་གཞན་པ་ཡང་དགའ་ལྡན་ཕོ་བྲང་ཁོ་རང་ལ་དམིགས་བསལ་གྱི་གཅིག་ལོ་རྒྱུས་དག་མེད་ཅིག་གས་གླེང་ཡང་མེད་པ་དེ་འདྲ་ཞིག་ཡིན་དུས་པ་དག་དུ་བྱས་ནས་ད་ལྟའི་དུས་ན་ད་ང་ཚོ་དགའ་ལྡན་ཕོ་བྲང་ཟེར་ཏེ་ཡ་དེ་ཐོག་མར་ཆགས་ཡོང་དུས་ནས་རྒྱལ་བ་ཀུན་གྲོལ་གཉིས་པ།

ཡིན་དུ་འཛིན་པ། ད་འདི་ཕུལ་ཡོང་དུ་འཛིན་པ་རང་བཞིན་གྱིས་བོད་ཡུལ་གྱི་ད་དགའ་ལྡན་ཕུ་ནག་སི་ཏེ་ཡ་དེ་མ་འོངས་པ་ལ་ཅིག་བོད་ཡུལ་གྱི་ཆོས་སྲིད་ཀྱི་ལྟེ་གནས་ཅིག་ཆགས་ཡིན་པ་ཅིག་དང་པོ་ནས་དེ་འདྲ་ཅིག་ཡོད་དེ་བ་ད་ཅི་ལྟར་ཡང་འདི་ཡི་འབྲས་འོངས་ཀྱི་ཉེ་འདབས་ལ་ཡང་ཡོད་དེ་བ་ཅིག་བྱས་མ་གཏོགས་པའི་དེའི་སྐབས་དེ་ལ་ཡང་ད་ཅིག་འབྲས་འོངས་དང་དེས་བར་ཐག་ཡོང་རྒྱུ་འདྲི་ཅི་རེད་ཁོ་རང་འདི་འདྲ་ཡིན་དུ་འཛིན་པ་ད་དེ་ནས་དབུ་ཚུགས་པའི་ད་རྒྱང་བང་རིམ་བྱོན་གྱིས་ད་མཛད་པ་འཕྲིན་ལས་སྡུག་སྐད་ཚང་མ་ལ་ད་དེའི་ནང་ལ་ཡ་ཆེ། ད་ལོ་རྒྱུས་ཀྱི་འཕེལ་རིམ་དང་འབྲེལ་བའི་དར་རྒུད་སྣ་ཚོགས་ཡོང་སྐོར་བ། དེ་འདྲས་དང་འབྲེལ་བའི་ཐོག་ནས་ད་དེ་འདྲས་དུ་སོ་མ་ཅིག་རིམ་པ་ཅིག་ནས་ཡོང་ཞེས་པ་དེ་འདྲས་བྱས་ཡོད། དཔེ་དེབ་ཞུ་དག་པ་རྣམ་གྲྭ་ཕན་བདེ་ལེགས་ཤེས་གླིང་གི་སློབ་སྤྱི་ཐུབ་བསྟན་ཡངས་པའི་ལགས་ཀྱིས་གོ་སྐབས་དེ་ཡི་བརྒྱུད་ནས་རྣམ་གྲྭ་ཤེས་ཡོན་ལྷན་ཚོགས་དང་སྒེར་གྱི་ངོས་ནས་ལེགས་གསོལ་བསྔགས་བརྗོད་དང་འབྲེལ་དཔེ་དེབ་དེ་ནི་སྲོལ་རྒྱུན་གྱི་ལོ་རྒྱུས་བྲིས་ཐང་ལྟ་བུ་མ་ཡིན་པར་དངོས་ཡོད་གནས་ཚུལ་གྱི་ཐོག་ནས་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་གསན་བསམ་སློབ་གཉེར་དང་བསྟན་འགྲོའི་དོན་དུ་མཛད་པ་ཇི་ཙམ་བསྐྱངས་ཡོད་པ་གསུང་གི་མཛད་པའི་ཕྱག་རྗེས

གཞིས་བྱེས་གཉིས་ཀ་ནུ་ལོ་ལ་བོད་ཀྱི་ལོ་རྒྱུས་ཀྱི་ཐོག་ལ་ཡང་ཨ་ནི་འཁྱོག་བརྗོད་ལོག་འགྲེལ་བྱེད་མཁན་དང་ཆབ་སྲིད་ཀྱི་དགོས་མཁོ་ངང་དུ་བྲིས་པའི་ཡིག་ཆ་མང་པོ་ཐོན་ཡོད་རེད་ཐོན་བཞིན་པ་རེད་དོན་དེའི་ཐོག་ལ་ཡང་དངོས་སུ་དོན་དེ་ཆགས་དུས་འདིའི་ནུ་ལོ་ལ་དགག་འགྲེལ་ཡིན་ཟེར་བྲིས་གནང་ཡོད་ཨང་མ་རེད་དེ་ལག་ལེན་དངོས་ཀྱི་ཐོག་ནས་ཨ་ནི་དོན་དུ་ལ་ཡང་ག་ཚོད་རེད་ལན་འདེབས་པའི་ཐད་དུ་ཡང་ལན་འདེབས་ཙམ་མ་ཟད་ཨ་ནི་དངོས་མང་གི་ལོ་རྒྱུས་འཁྱོག་བཤད་ལོག་འགྲེལ་དང་འབྲེལ་ཡང་ཨ་ནི་ད་ལྟའི་དེང་དུས་ཀྱི་དེབ་དེ་རྨད་དུ་བྱུང་བ་ཅིག་ཆགས་ཡོད་དུས་ཨ་ནི་དམིགས་བསལ་གྱི་ལེགས་སོ་ངག་བརྗོད་ཆོས་ཐོ་ཆེ། མ་ཟད་ཞུ་དག་པ་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་གི་ལོ་རྒྱུས་སློབ་དཔོན་ཁྲེས་པ་ཚེ་དབང་སྟོབས་ལགས་ཀྱིས་རྒྱལ་དབང་ན་རིམ་གྱི་ལོ་རྒྱུས་ལ་སློབ་སྦྱོང་བྱེད་མཁན་ཞིག་ཡིན་ཚད་སྟབས་བདེ་བ་ཞིག་ཡོད་པ་དང་རྩོམ་སྒྲིག་གནང་མཁན་ཁོང་ནས་ལོ་རྒྱུས་ཀྱི་ཡིག་ཆ་མང་པོར་ཐུགས་སྣང་དང་གཟིགས་ཞིབ་ཀྱིས་མཐའ་དུམ་ཁུངས་ལུང་དང་བཅས་པ་གསལ་འཁོད་གནང་ཡོད་པ་མ་ཟད་ཁོང་རང་ཉིད་ལོ་རྒྱུས་སློབ་ཁྲིད་གནང་ནས་ལོ་བཅོ་ལྔ་ཙམ་འགྲོ་བཞིན་ཡོད་པར་ད་བར་དེ་ལྟ་བུའི་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་ལོ་རྒྱུས་ཐོག་སྒྲོམ་གཞིའི་ལུང་བསྟན་དམིགས་བསལ་ཞིག་ཡོད་པ་སོགས་འགྲེལ་བརྗོད་གནང་སོང། གཅིག་ཕྱག་དེབ་འདི་ཡིས་སྤྱི་དང་གནད་འགག་དང་ཆེན་པོ་ཞེ་བོ་ཆགས་བསྡད་དགོས་ར་ང་ཚོའི་སྒར་སོ་ན། བོད་ཀྱི་འདས་པ་དང་ད་ལྟ་མ་འོངས་པ་གསུམ་ཆར་ལ་འབྲེལ་བ་བསྡད་ཆོག་གི་སྐར་ས་ན་རྒྱལ་བ་རིན་པོ་ཆེ་དང་དགེ་འདུན་པོན་ཀྲང་གི་སྒྲིག་འཛུགས་དེ་ཆགས་བསྡད་ཀྱི་འོས་བསྡུ་སུ་དེ་གནད་འགག་ཅིག་རེད་བ་བྱས་ཙང་དེའི་ཐོག་ལ་ཁོ་རང་གིས་ཅིག་ཕྱག་བསྡེབས་ཏེ་ཅིག་རྒྱལ་བ་རིན་པོ་ཆེ་དགོངས་བཞེས་ཡོད་རྒྱུ་སུ་རེད་ཅིག་སྐར་ས་ན་གཅིག་སྟོང་དགུ་བརྒྱ་བདུན་ཅུའི་ནང་དེ་ཚོ་ལ་བཀའ་དེ་འདྲ་ཕེབས་ན་ཤག་ཅིག་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱིས་ཅིག་མཛད་པ། དོན་ཡང་བྱུར་བ་དེ་ཅིག་ནམ་རྒྱུན་གཞུང་ནམ་རྒྱུན་གྱི་བྲིས་ཐང་གི་ཚིགས་བཅད་མང་པོ་དང་དེ་མཛད་སྒོ་རྒྱལ་པོ་དང་འབུལ་པོ་དག་དང་མ་ཡིན་པ་ཅིག་སློབ་གཉེར་སྐུ་ལས་ག་འདྲ་བསྐྱོན་འདུག་ཨ་ནི་ཅིག་མཛད་པ་ཁྲི་ལས་ག་རེ་བསྐྱངས་འདུག་དེ་གཙོ་དོན་བྱས་ཏེ་སྐུ་ཞུ་དེ་ལ་བྱུང་འདུག་ཁ་སང་དེབ་གཅིག་གི་ནང་ལ་རྒྱལ་བ་སྐུ་ཕྲེང་བཅུ་གསུམ་བར་གྱི་མཛད་པ་ཡོད་རེད་མཛད་ན་མེད་རེད་གཅིག་རྒྱལ་བ་སྐུ་ཕྲེང་བཅུ་བཞི་བར་བྱས་ཙང་དེ་གནད་འགག་ཅིག་རེད་ད་གཉིས་པ་དེ་ངས་ཀྱི་དབྱིངས་སྒྲོག་ས་ཟེར་ན་ངས་ཀྱི་ཅིག་ཁྱད་ཆོས་མཐོང་ས་ཞིག་དེ་དེབ་ཆ་ཚང་ཀློག་སྐབས་ཡི་གེའི་འགྲོ་སྟངས་དེ་བརྗོད་བྱ་དེ་གཞུང་ཡིག་གི་འགྲོ་སྟངས་དེ་འགྲོ་ཐུབ། བྱས་ཙང་གཞུང་ཡིག་དེའི་ཐོག་ལ་འགྱུར་བ་མ་བྱས། སྤྱིར་བཏང་སྐུ་ཕྲེང་ལྔ་པ་ནས་རེད། སྐུ་ཕྲེང་བདུན་པ་ནས་རེད་བཅུ་གསུམ་པ་ནས་རེད། ཨ་རིག་སྐུ་ཕྲེང་བཅུ་བཞི་པའི་ཚོ་ན་དགའ་ས་ན་དེའི་ཐོག་ལ་ཐུགས་སྣང་གནང་འདུག་གནང་བ་དེ་ག་རེ་མཚོན་དགོས་འདུག་ཟེར་ན་ངས་ཐེག་ཆེན་ཞུ་གནང་གདའ་རེད། སྐུ་ངོ་བློ་བཟང་སེང་གེ་ལགས་བཀའ་ཤག་ཡིན་པའི་སྐབས་སུ། རྒྱ་རོམ་བཅས་ཀྱི་བྱས་འདེགས་སྐོར་སུ་རྒྱ་རོམ་གྱི་བཀའ་དེ་གནང། ད་ཅིག། ཡི་གེ་དང་བོད་ཡིག་དང་འདི་འདྲའི་ཐོག་ལ་ཅིག་བྱམས་ལྡན་ཡོད་པ་རེད་ཁོང་ཚོ་བྱམས་ལྡན་ལ་ཡོད་རེད་དེ་ཚོ་ལ་ཅིག་ང་ཚོས་བྱས་ན་ངོ་སྤྲོད་གནང་ཞེས་བྱས་ཙང་དེ་གནང་བ་དེ་བདེན་པ་རེད་འདུག་རྗེས་ལ་ཁོང་དེ་གཉིས་ང་ཚོ་དེ་ཚར་བ་དང་ཁོང་ཕྱི་མ་ལའང་སྐབས་དེ་དུས་དགོངས་གནང་ཡོད་སོང་བ་དང་སྐབས་བྱས་ཙང་དེ་ཞིག་དུས་སུ་ཅིག་དེ་གནད་འགག་ཞིག་གཟིགས་ན་དགོས་རེད་ཁོང་རང་གི་དགོངས་པ་ལ་ཞེན་པ་དང་ང་ཚོ་བོད་ཀྱི་བཤེས་གཉེན་མང་པོ་ཡོད་རེད་ང་ཚོ་སོ་སོར་མང་པོ་ཡོད་རེད་ཡིན་ན་ལ་གཞུང་གི་མངོན་མེད་འགྲོ་སྟངས་སུ་ང་ཚོས་ཆེ་བའི་མི་ལ་མཐོ་བའི་རྟགས་དགོས་ཟེར་ཞིག་གཞུང་ཅིག་དང་བླ་བྲང་ཆེན་པོ་ཅིག་འདུག་ཁོང་རང་ཁོང་རང་མ་ཅིག་གནང་གནང་ཞོག་གི་ཕྱག་བྲིས་དེ་ཚོ་ལ་ཅིག། ཚད་ལྡན་ལ་ཞུགས་ཡོད་རེད་ད་དེ་ཀོ་དད་པའི་རྒྱུན་ཡོད་རེད་ལོ་རྒྱུས་ཀྱི་གཞུང་ཡོད་རེད་རིག་གཞུང་གི་རྒྱུན་ཡོད་རེད་གཞུང་ཡིག་འདི་སྐུ་ངོ་ག་ཚོད་འདི་ལ་ཀུ་ཤོ་ལགས་ཀྱིས་འདིའི་ནང་ལ་ཅིག་རྩལ་འདོན་བྱེད་དུ་བསྟན་བཅོས་གཉིས་མཇལ་ལོ་ང་ཧམ་པ་མེད་ད་གློག་རྡུལ་སྒོ་ཟུར་པའི་དེ་ང་ད་དོན་དག་བལྟ་དགོས་ཀྱི་ཡོད་རེད་དེ་ནང་པའི་ཅིག་ཚིག་སྒྲོས་ཀྱི་དབྱིངས་བར་ཤུགས་བསྡད་འགྲོ་ཅི་མ་རེད་ཞག་མང་པོའི་ཟོར་དེ་འདྲས་ཀྱི་གནད་དོན་བཤད་སོང་དེ་ཚོ་ཅིག་གནད་ག་ལོ་ཅིག་མཐོང་སོང་ཟེར་ན་གཞུང་ཡིག་དེ་ཉར་ཚགས་བྱེད་དགོས་ཡོད་ཅེས་པ་རང་ང་ཚོའི་རྒྱུ་མཚན་ག་རེ་རེད་ཟེར་ན་གཞུང་གི་རྣམ་པ་དེ། ཉར་ཚགས་བྱེད་དགོས་ཏེ་གནད་འགག་ཆེ་བར་མ་འོངས་པར་ང་ཚོ་གི་འཐབ་རྩོད་ལ། བོད་དེ་རྒྱལ་ཁབ་ཅིག་དང་སྲིད་གཞུང་ཅིག་ཡོད་པའི་གི་ངོ་བོ་བསྟོན་ཡོད་དེ་ཡང་ཆ་ཤས་ཆེ་ར་མང་པོ་ཡོད་པའི་ནང་ནས་འདི་ཚོ་ཡང་ར་བ་བོ་ཆེ་ཚང་དེ་ངས་གནད་འགག་ཅིག་མཐོང་སོང་སྣང་བ་ལ། རྩ་བའི་དཔེ་དེབ་དེ་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ནས་བྲིས་འགོ་ཚུགས་ཏེ་འདི་ལོར་ལེགས་གྲུབ་ཟིན་པ་ཞིག་ཆགས་ཀྱི་ཡོད་པ་དང། དེབ་གཟུགས་དེ་གཉིས་སྟོད་ཆ་དང་སྨད་ཆ་གཉིས་ཡོད་པར་ས་བཅད་ཕྱེད་ཀ་གསུམ་ལ་བྱ་དགོས་ཀྱི་ས་བཅད་དང་པོར་རྒྱལ་དབང་གི་སྤྲུལ་སྐུའི་ལམ་ལུགས་དང་བླ་བྲང་ལམ་ལུགས་གཅིག་བཤད་ཙམ་དང། ས་བཅད་གཉིས་པར་རྒྱལ་དབང་ན་རིམ་གྱི་མཛད་པ་ཁག་རིམ་པར་སྤྲོས་ཤིང་ས་བཅད་གསུམ་པར་དགའ་ལྡན་ཕོ་བྲང་དང་གྱེས་གནས་བཤད་པའི་ལོ་རྒྱུས་ཀྱི་འབྲེལ་བ་ཡོད་པ་ཁག་ཅིག་འཕེལ་རིམ་བཅས་ཀྱི་སྐོར་ལ་བྲིས་པ་ཞིག་ཆགས་ཀྱི་འདུག།